ད་ད་ལྟ་ང་ཚོའི་སྤྱི་ཚོགས་ནང་གི་གནས་སྟངས་དེ་ག་འདྲ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་ཟེར་ན། ད་དུམ་བུ་གསུམ་འདྲ་པོ་ཅིག་ལ་ཡ་དབྱེ་ན་མ་འགྲིག་པ་མི་འདུག་བསམ་བསམ་འདྲ་པོ་ཞིག་འདུག་དུམ་བུ་གཅིག་དེ་ད་དམངས་གཙོ་ཡང་དག་པ་དགོས་དམངས་གཙོ་ཚད་ལྡན་དགོས་ཟེར་མཁན་འབྱོར་བ་དེ་དཔེ་ཆ་བཞག་ན་ང་རང་འདྲ་བོ་དེ་གི་སྡེ་ཚན་ནང་ལ་འགྲོ་གི་ཡོད། དེ་བྱེད་དུས་ང་རང་གི་ལྟ་གྲུབ་དེ་ཡང་རང་བཙན་གྱི་ལྟ་གྲུབ་ནང་ལ་འགྲོ་གི་ཡོད། ཨ་ནེ་ང་རང་གི་རྩ་དོན་དེ་ཡང་བོད་རྒྱལ་ཁབ་སླར་གསོ་བྱེད་ཡག་གི་རྩ་དོན་དེ་ཆགས་ཀྱི་ཡོད་ང་རང་གི་འཐབ་རྩོད་དེ་ཡང་རང་བཙན་གི་འཐབ་རྩོད་ཡིན། དེ་སོང་ཙང་ང་རང་ལ་ཡང་རྒྱལ་ཁབ་འདི་ག་འདྲས་ཅིག་དགོས་ཀྱི་ཡོད་སྤྱི་ཚོགས་འདི་ག་འདྲས་ཅིག་དགོས་ཀྱི་ཡོད་ཟེར་ན་དམངས་གཙོ་ཡང་དག་པའི་གི་སྤྱི་ཚོགས་ཅིག་དགོས་ཀྱི་ཡོད་རེད་བ་དམངས་གཙོ་ཡང་དག་པའི་གི་རྒྱལ་ཁབ་ཅིག་དགོས་ཀྱི་ཡོད་དེ་འདྲས་ཡིན་པ་ཡིན་དུས། ད་ལྟ་སྡེ་ཚན་གསུམ་གི་ནང་ནས་སྡེ་ཚན་གཅིག་དེ་ང་ཚོའི་སྤྱི་ཚོགས་ནང་ལ་ཡང་དམངས་གཙོ་ཡང་དག་པ་དགོས་ཀྱི་རེད་ཟེར་མཁན་གི་སྡེ་ཚན་དེ་ཆགས་ཀྱི་ཡོད་རེད། འོ་སྡེ་ཚན་དེ་གིས་ག་རེ་བཤད་ཀྱི་ཡོད་རེད་ཟེར་ན། རྒྱལ་བ་རིན་པོ་ཆེ་གི་བཀའ་ཕེབས་སོང་དེ་བཀའ་ལ་བརྟེན་ནས་དམ་བཅའ་བཞག་ནས་བགྲོས་པ་ཡིན་ང་ཚོ་གང་དགའ་དམ་འབུལ་བྱས་ནས་བགྲོས་པ་ཡིན་ཟེར་མཁན་སྤྱི་འཐུས་ཚོ་ལ་ཁོང་ཚོས་ཀྱི་སྐྱོན་བརྗོད་བཏང་གི་ཡོད་རེད། ག་རེ་ཡིན་ཟེར་ན་རྒྱལ་བ་རིན་པོ་ཆེ་བཀའ་ཡིན་ཟེར་ས་ཅིག་དམངས་གཙོའི་ནང་ལ་ཡང་སླེབས་ཡོང་ས་ཡོད་མ་རེད་ཟེར་བྱས་བྱས་འདི་འདྲི་ཤེས་རྒྱག་གི་ཡོད་རེད། ཨ་ནི་ཁོ་ཚོའི་གི་འགྲེལ་བཤད་གཉིས་པ་འདི། ད་ལྟ་སྤྱི་འཐུས་ཁག་གཅིག་གིས་ཨ་ནི། ཁོ་ཚོ། བཅའ་ཁྲིམས་གི་དགོངས་དོན་གཞི་བཟུང་བཅའ་ཁྲིམས་དོན་ཚན་ཞེ་དགུ་ཞེ་བདུན་གི་དགོངས་དོན་གཞི་བཟུང་ཨ་ཁོ་ཚོ་དམ་བཅའ་བཞག་ཡིན་བཞག་ནས་འགྲོ་བ་ཡིན་ཟེར་ཡ་དེ་ལ། ཨ་ནི་ངོ་རྒོལ་བྱེད་ཀྱི་ཡོད་རེད་ད་ལྟ་དམངས་གཙོ་ཡང་དག་པ་དགོས་ཟེར་མཁན་དེ་ཚོ་གི་ག་རེ་ཟེར་བར་ཟེར་ན་ཁྱེད་རང་ཚོ་གི་བཅའ་ཁྲིམས་དགོངས་དོན་ཇི་མ་ཇི་བཞིན་འགྲོ་ཡིན་ཟེར་ཡ་དེ་བཅའ་ཁྲིམས་དགོངས་དོན་དེ། ཡོད་མ་རེད། བཅའ་ཁྲིམས་བཞི་བཅུ་ཞེ་བདུན་གྱི་དགོངས་དོན་འགྲོ་ས་ཀྱི་གནས་སྟངས་འདི་ལྷག་ཡོད་མ་རེད། ག་རེ་ཡིན་ཟེར་ན། དེ་ལ་ཡ་ཁབ་སྟེ་གྲོས་ཆོད་ཨང་སུམ་ཅུ་སོ་དགུ་དེ་སླེབས་ཡོང་གི་ཡོད་རེད། གྲོས་ཆོད་ཨང་སུམ་ཅུ་སོ་དགུ་འདི་གིས་ཨ་ནི་ཁྲིམས་ཞིབ་པ་གསུམ་འདི་མ་ཕུད་ཚར་བའི་རྗེས་ལ་ད་ཁྲིམས་ཞིབ་པ་གསུམ་འདི་གས་དེ་ཡ་སྐྱ་ལོ་བརྒྱ་ནས་སླེབས་ཡོང་ས་ཀྱི་ལང་ཀ་དེ་ཡོད་མ་རེད།

ཁྱེད་རང་ཚོ་ཡང་ཏག་ཏག་བསྡད་མི་འདུག་བྱས་རྗེས་དམངས་གཙོ་ཡང་དག་པ་དགོས་ཟེར་མཁན་འདི་ཚོ་གི་བཤད་སྟངས་དེ་བཤད་ཀྱི་ཡོད་རེད་འདི་བྱེད་དུས་ཁོས་ཀྱི་ཕྱོགས་གཉིས་ཀ་ལ་ཡང་དགག་པ་རྒྱག་གི་འདུག་ཨ་འོ་དེ་འདྲ་རེད་ད་ད་ལྟ་གཞན་དག་ཕྱོགས་གཅིག་དེ་ད་ལྟ་འདིར་བ་ལྟ་བཅའ་ཁྲིམས་དགོངས་དོན་བཞེས་སོང་འགྲོ་ཡིན་ཁོང་ཚོ་ཏག་ཏག་ཡོད་ཟེར་མཁན་དེ་ཁག་གཅིག་བྱས་ཁག་གཅིག་དེ། ཨ་ནི། བླ་མའི་བཀའ་ཡིས་ཕེབས་སོང་བླ་མའི་བཀའ་ཡིས་ཕེབས་སོང་ཙང་ཀ་རྡོ་ཟེར་ནས་འགྲོ་བ་ཡིན། བྱས་རྗེས། ད་གནས་སྟངས་དེ་གསུམ་གྱི་དབྱེ་བ་དེ་གསུམ་གྱི་ནང་ལོགས་ལ་ཡང་ང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་འདི་ད་ལྟ་རྡོ་ཟེར་ནས་འགྲོ་བསྡད་ཡོད་རེད། ད་འདི་བྱེད་དུས་ད་འདི་གི། ད་ལྟ། བླ་མེད་ཀྱི་ག་རེ་ཟེར་དགོས་རེད་བཀའ་ཡིས་ཕེབས་ནས་ཨ་ནི་དམ་བཅའ་བཞག་ནས་འགྲོ་མཁན་དེ་ཚོ་གི་ཁུངས་ག་བ་ལ་གཏུགས་ཀྱི་ཡོད་རེད་ཟེར་ལབ་པ་ཡིན་ན། བཅའ་ཁྲིམས་ནང་ལོགས་ལ་ཁོ་ཚོས་ཀྱི་ཡང་ཡང་བཅའ་ཁྲིམས་ལུང་དྲངས་ཀྱི་ཡོད་རེད་ག་རེ་ཡིན་ཟེར་ན་ཁོ་ཚོས་ཀྱིས་བཅའ་ཁྲིམས་ལེའུ་དང་པོ་ལུང་དྲངས་ནས་སླེབས་ཡོང་གི་ཡོད་རེད་ལེའུ་དང་པོ་གི་དོན་ཚན་གཉིས་པའི་ནང་ལོགས་ལ་ཡ། དགོས་གལ་ནམ་སྲིད་ལ་ཡ་ཨ་ནི། ལས་བྱེད་ཚོ་གི་ཨ་ནི། བཀའ་ཤག་དང་སྤྱི་འཐུས་ཚོ་གི་ཡ་གོང་ས་མཆོག་ལ་སྙན་སེང་ཞུས་པ་ཡིན་ན་ཨ་གོང་ས་མཆོག་གི་མ། ཨ་ནི། བཀའ་སློབ་ལམ་སྟོན་གནང་ཆོག་བྱས་རྗེས་ཨ་ནི་དེའི་ནང་ལོགས་ལ་ཡ་ལབ་བཞག་ཨ་ནི་དེའི་གི་དོན་ཚན་ཞིག་སོང་ལ་ཡ་ཁོ་ཚོ། གོང་ས་མཆོག་ལ་ཡང་ཅི་གསུང་བཀའ་སྒྲུབ་ཞུ་གི་བྱེད་ཀྱི་ཡིན་ཟེར་བྱས་ཀྱི་ཡག་ཞུས་པ་ཡིན་ཨང་གོང་ས་མཆོག་གིས་མ་བཀའ་དེ་ཕེབས་སོང་དམ་བཅའ་བཞག་ཞོར་སི་ལམ་ནི་བཀའ་ཕེབས་སོང་གང་ལྟར་ཀྱང་དམ་བཅའ་བཞག་ས་གི་གཞི་བཅའ་ཁྲིམས་དོན་ཆེན་དོན་ཚན་བཞི་བོ་ཞེ་བདུན་ལྷག་ཡོད་དམ་མ་ཡོད་ཡོད་མིན་ལ་མ་ལྟོས་པར་ད་ག་ནང་བཞིན་གྱི་ཁྲིམས་ཞིབ་པ་ཆེ་བ་རྫུན་མ་ཡིན་དང་མིན་ཁོ་ཕྱིར་འབུད་བཏང་བྱ་རྒྱུ་ཡིན་དང་མིན་གང་ཡིན་མིན་ལ་མ་ལྟོས་པར་ཁོང་ཚོས་ད་གང་ལྟར་བླ་མའི་བཀའ་ཕེབས་པ་སོང་ཙང་ཀ་ཨ་ནི་མིག་བཙུམ་ནས་དམ་བཅའ་བཞག་འགྲོ་བཞག་པ་ཡིན་ཟེར་བྱས་རྗེས་ཁོང་ཚོས་དེ་བཤད་སྐོར་བྱས་ཙང་ཁོང་ཚོས་ཀྱི་ལག་པ་འཇུས་ས་འདི་བཅའ་ཁྲིམས་ཀྱི་ལེའུ་དང་པོ་ལག་པ་འཇུས་ཡོང་གི་ཡོད་རེད། འདི་བྱེད་དུས་ད་བཅའ་ཁྲིམས་ཀྱི་ལེའུ་དང་པོ་ལག་པ་འཇུས་ས་འདུག་མི་འདུག་དེ་ང་ཚོས་ལྟ་ཡ་གཅིག་རེད་བ། ད་ད་ད་ཁག་གཅིག་འདི་གི་ག་རེ་ལ་གོ་བ་རེད་ཟླ་བ་ཚེ་རིང་མཆོག་ཟློག་ཟེར་གོ་ར་བ་ད་སྤྱི་འཐུས་ཉི་ཤུ་རྩ་གཉིས་འདི་གི། སྤྱི་འཐུས་ཉི་ཤུ་རྩ་གཉིས་འདི་དང་པོ་དམ་བཅའ་བཞག་ནས་རྒྱ་གར་རུམ་ཇི་ཀ་མ་བས་གོང་ནས། ཁྲིམས་ཞིབ་པ་རྫུན་མ་རྩ་ནས་དམ་བཅའ་བཞག་ནས་འགྲོ་ར་བ། དེ་གི་ག་རེ་ཟེར་གོ་ར་ཟེར་ན་ཀོ་བཅའ་ཁྲིམས་བཅའ་ཁྲིམས་ཞིབ་སོང་འགྲོ་ཡིན། བཅའ་ཁྲིམས་ཞིབ་བཞེས་བདུན་ནང་ལོགས་ལ་ཡང། ཁྲིམས་ཞིབ་པ་ཆེ་བ་ཙམ་ནི་དམ་བཅའ་བཞག་ནས་འགྲོ་དགོས་རེད་ཟེར་ལབ་ནས་ལབ་བཞག་ཁོ་དེ་ཁྲིམས་ཞིབ་པ་ཆེ་བ་ཙམ་ནི་དམ་བཅའ་བཞག་ནས་འགྲོ་ཡིན་ཟེར་ལབ་ཡོང་དུས་ཁོ་ལ་ཡང་སྤྱི་དོན་ཉི་ཤུ་རྩ་གཅིག་འདི་ག་རེ་སྐྱོན་བརྗོད་བཏང་གོ་ཟེར་ན་འདི་ཁྱེད་རང་འགྲོ་ས་ཡོད་མ་རེད་ཨང་རིང་ག་རེ་ཡིན་ཟེར་ན། གྲོས་ཆོད་ཨང་སུམ་ཅུ་སོ་དགུ་འདི་ནས་ཁྲིམས་ཞིབ་པ་ཆེ་བ་འདི་ཕུད་ཚར་རེད་ད་ལྟ་ཡོད་བཞིན་པའི་ཁྲིམས་ཞིབ་པ་ཆེ་བ་འདི་ཁྲིམས་ཞིབ་པ་རྫུན་མ་རེད་མ་གཏོགས་ཁྲིམས་ཞིབ་པ་ངོ་མ་མ་རེད་དེ་བྱས་དུས་ཞིབ་བྱེད་དོན་འགྲོ་ས་ཡོད་མ་རེད་ཟེར་ལབ་དུས་ཁོས་ག་རེ་ལབ་འོང་རེད། བྲོས་བྱོལ་ཡིག་ཆ་ཨང་གསུམ་སོགས་དེ་རྩིས་མེད་ཆགས་ཚར་རེད། ག་རེ་བྱས་ནས་རྩིས་མེད་ཆགས་རེད་ཟེར་ན། ཁོ་ཚོ་གིས་དེ་མོས་མཐུན་མེད་པར་ཕྱི་ལོགས་ནས་ངོས་ལེན་བྱས་ཚར་རེད། ག་རེ་ཡིན་ཟེར་ན་སྤྱི་འཐུས་བཅོ་ལྔ་བཅུ་དྲུག་བཅུ་བདུན་གཅིག་གིས་དེ་ནི་ཡ་ནི་སྙན་ཞུ་ཕུལ་དག་ན་གཞན་གྱི་ཡ་ནི་བཀའ་ཟུར་དང་ལས་ཟུར་མང་པོ་གཅིག་གིས་ཡ་ནི་འདུས་བྱས་ཀྱི་ཡ་ཕུལ་ནས་ཕྱི་ལོགས་ནས་ཡ་འདི་བྱས་ནས་གང་ཚར་དེ་རྩིས་མེད་ཆགས་ཚར་རེད། འདི་རྩིས་མེད་ཆགས་ཚར་བ་སོང་ཙང་ཀ་བྲོས་བྱོལ་ཨང་གསུམ་བཟོ་དགོས་ལྷག་ཡོད་མ་རེད། ལྷ་མི་དུས་ཨ་ནི་ད་ལྟ་གང་ཡོད་པ་དེ་ཀོ་ཏག་ཏག་མཚན་ལྡན་ཁྲིམས་ཞིབ་པ་ཆེ་བ་དེ་ད་ག་རང་ཅག་ཁོ་རང་ངེད་མ་ལས་ཐོག་ད་ག་རང་ཅག་སྒང་ལ་ཡང་སླེབས་བསྡད་ཡོད་རེད་སླེབས་བསྡད་ཡོད་སོང་ས་ཁོང་ཚོས་དམ་བཅའ་བཞག་ཡིན་ཁོང་ཚོས་དེ་བསྒྲིགས་བསྡད་ཡོད་ཟེར་བར་ད། ད་དེ་འདྲ་ཡིན་དུས་ད་དེ་གནས་ཚུལ་དེ་གསང་དགོས་ན་ད་གསང་ས་འདྲ་བོ་ཞིག་མི་འདུག་ཨ་སུ་གི་ཆོག་བྱེད་ཀྱི་ཡིན་པའི་རེ་བ་འོ་འདི་དཀའ་ངལ་ཆགས་བསྡད་བ་རེད་ད་གནས་སྟངས་འདི་གི་བརྒྱུད་ནས་ད་ད་ལྟ་དཀའ་ངལ་ཅིག་གར་ཆགས་སོང་ད་གང་ལྟར ྋགོང་ས་མཆོག་གི་བཀའ་ཕེབས་ནས་ཚང་མ་དམ་བཅའ་བཞག་ནས་འགྲོ་ཞབས་པ་རེད་སྤྱི་འཐུས་འདི་གའི་དམ་བཅའ་བཞག་ནས་འགྲོ་བཞག་ནས་སྤྱི་འཐུས་ཡར་འཚོགས་ཐུབ་པ་བྱུང་བར་བ་ད་འཚོགས་ཐུབ་པ་བྱུང་ནས་ལས་ད་ལྟ་གནས་སྟངས་གཅིག་གྲོས་ཆོད་ཨང་གསུམ་སོ་དགུ་དེ་ད་ལྟ་ཡ་གའི་ནང་ལོག་ལ་ལྷག་བསྡད་ཡོད་རེད་དེ་ག་འདྲས་གཙང་མ་བཟོ་གི་ཡིན་པའི་ཟེར་ཡ་དེ་རེད་དེ་གལ་སྲིད་གཙང་མ་མ་བཟོས་པ་ཡིན་ན་དེ་གི་ཤུགས་རྐྱེན་ག་རེ་ཐེབས་ཀྱི་རེད་ཟེར་ལ་ཡ་དེ་ང་ཚོ་མི་མང་ཚོགས་ཀྱི་མཁྱེན་དགོས་ཀྱི་ཡོད་རེད་ག་རེ་ཡིན་ཟེར་ན། སྤྱི་འཐུས་ལྷན་ཚོགས་ཀྱི། གྲོས་ཆོད་བཞག་བཞག་རྒྱུ་གྲོས་ཆོད་མང་པོ་ཡོད་རེད། དེ་ཚོ་གང་ག་རྗེས་མ་དེ་འདྲས་ཀྱི་ནུས་མེད་ཆགས་ཡ་ལ་ཡ་ཉན་ཀ་མེད་བ་མ་རེད་ད། ལྷག་པར་དུ་ད་ལྟ། སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་བཞག་བཞག་རྒྱུ་དབུ་མའི་ལམ་དེ་ཨ་ནི་བོད་མི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས་ཡིན་ཟེར་ལ་བས་དེ་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་བཞག་རེད་བ། དེ་ཚོ་ཡང་རྗེས་མ་རྩིས་མེད་ཆགས་མ་སྲིད་པ་མ་རེད་ད། ད་ལྟ། གྲོས་གཞི་ཨང་གསུམ་སོ་དགུ་ཁྱེད་རང་ཚོ་གི་སྡུགས་སུ་བྱས་ནས་རྩིས་མེད་བཏང་གི་ཡོད་ན་རྗེས་མ་ང་ཚོ་འདི་ཡང་རྩིས་མེད་ཆགས་ཀིར་གདའ་ཟེར་བྱས་བྱས་འདི་དྲི་བ་འདི་སླད་གོ་བར་བྱས་ཙང་ཀ་ད་གྲོས་གཞི་ཨང་སུམ་ཅུ་སོ་དགུ་འདི་ག་རེ་བྱས་ག་ཟེར་ལབ་ནས་ཨ་ནི་སྤྱི་འཐུས་ནང་ལོག་ལ་རྙོག་དྲ་ཡང་སེ་ཡང་སེ་སླེབས་ཡོང་ཡ་གི་རྒྱུ་མཚན་འདི་དེ་རེད། ད་ལྟ་ཁོང་ཚོ་ཡ་ཚོགས་ཐུབ་བས་འདི་ད་གྲོས་གཞི་ཨང་གསུམ་སོ་དགུ་སྐད་ཆ་བཤད་གོ་བ་མ་རེད་ཚོགས་ཐུབ་བས་འདི་བླ་མའི་བཀའ་ཕེབས་པ་སོང་ཙང་ཀ་ཁོང་ཚོ་ཡ་ཚོགས་པ་ཡིན་ཟེར་གོ་བ་རེད། འོ་གནས་སྟངས་དེ་འདྲས་ཀྱི་ཆགས་བསྡད་རེད། དེ་བྱེད་དུས་ད་བྲོས་བྱོལ་ཨང་གསུམ་པའི་སོ་གོ་དེ་གཙང་མ་བཟོས་མ་ཐུབ་པ་ཡིན་ན་རྗེས་མ་སྤྱི་འཐུས་ལྷན་ཚོགས་ཀྱིས་ཨ་ནི་བྲོས་བྱོལ་གཞན་དག་དེ་ཚོ་སླེབས་ཡོང་དུས་ག་རེ་ཆགས་ཀྱི་རེད་བྱས་བྱས་ཟེར་ཡས་བྱོལ་བ་འོ་དེ་ད་དྲི་བ་དེ་དྲི་བ་གནད་འགག་ཅིག་ཆགས་ཡོང་གི་འདུག་བ་དེའི་ཐོག་ལ་ཡང་ཚང་མ་དགོངས་པ་བཞེས་དགོས་དགོས་བ་རེད། ད་ད་ལྟ། རྒྱལ་བ་རིན་པོ་ཆེ་གི་བཀའ་ཡིག་ཟེར་ཡས་བྱོལ་བ། ད་དེ་དག་མ་ཡིན་ན་ཡིན་རེད་ག་རེ་ཡིན་ན་རེད་གང་ལྟར་ཀྱང། དེ་ལ་ཡང་དབྱེ་བ་དེ་འདྲའི་གཉིས་ཆེ་གོ་རེ་དྲན་གྱི་འདུག་ཁ་སང་དང་པོ་རྙོག་དྲ་ལངས་པའི་སྐབས་ལ་ཡང། ཨ་ནི། དམ་འབུལ་བྱས་ཡོང་དུས་དམ་འབུལ་བྱེད་ག་ལ་འགྲོ་ཡོང་དུས་ཟླ་བ་ཚེ་རིང་གིས་ཁྲིམས་ཞིབ་པ་རྫུན་མ་རྩ་ནས་དམ་འབུལ་བྱས་ནས་ཨ་ནི་སྤྱི་འཐུས་ཉི་ཤུ་རྩ་གཉིས་ཀྱིས་ཁོ་རང་འོས་ན་དམ་འབུལ་བྱས་ནས་འགྲོ་ཤར། སྤྱི་འཐུས་ཉི་ཤུ་རྩ་གཅིག་དེ་གས་དམ་འབུལ་བྱེད་ཀྱི་མེད། སྐབས་དེ་དུས་སྤྱི་འཐུས་ཟླ་བ་ཚེ་རིང་ཁོ་རང་བརྩིས་པའི་སྤྱི་འཐུས་ཞི་བའི་ཞབས་ཕྱི་མ་ཤེས་ཡ་གས་སླེབས་ཡོད་མ་རེད་རྡ་རམ་ས་ལ་ལ། Australia གྱི་སྤྱི་འཐུས་སླེབས་ཐུབ་ཡོད་མ་རེད། དེ་འདྲའི་སྤྱི་འཐུས། ཟླ་བ་ཚེ་རིང་འོག་ལ་དམ་བཅའ་བཞག་མཁན་དེ་སྤྱི་འཐུས་ཉི་ཤུ་རྩ་གཉིས་བྱུང་རེད། སྤྱི་འཐུས་ཉི་ཤུ་རྩ་གཅིག་གིས་དམ་བཅའ་བཞག་གི་མེད། ག་རེ་ཡིན་ཟེར་ན་ཁྲིམས་ཞིབ་པ་རྫུན་མའི་འོག་ལ་དམ་བཅའ་བཞག་ནས་འགྲོ་ས་མི་འདུག་གལ་སྲིད་དམ་བཅའ་འདྲ་ཞིག་བཞག་དགོས་ཀྱི་འདུག་ན་རྒྱ་གར་རིན་པོ་ཆེའི་སྐུ་པར་འོག་ལ་དམ་བཅའ་བཞག་གི་ཡིན། ཁོང་ཚོས་མ་འགྲིག་པ་མེད་ཟེར་བྱས་རྗེས་འོ་དེ་འདྲའི་སྐད་ཆ་བྱུང་རུང་བ། ད་ག་རེ་བྱས་པ་རེད་ཟླ་བ་ཚེ་རིང་གི་ལམ་བཟང་ངའི་འོག་ནས་དམ་བཅའ་ཨ་ནི་མི་ཉི་ཤུ་རྩ་གཉིས་ཀྱི་དམ་བཅའ་བཞག་སོང་ཟུར་ལམ་ནི་དེ་གི་མཚན་ཐོ་དེའི་ཕ་ཁེ་འགྲོ་ནི་ཨ་ནི་ཁོ་ལ་སྤྲད་ཤར་བ། ད་ལྟ་འོས་བསྡུ་ལྷན་ཁང་གི་འོས་བསྡུ་འགན་འཛིན་ལ་སྤྲད་ཤར་བ། འོས་བསྡུ་འགན་འཛིན་གྱི་ཨོ་ད་ཁྱེད་རང་ཚོ་སྤྱི་འཐུས་ཚོགས་ཐུབ་ཡ་མི་འདུག་གསུམ་ཆ་གཉིས་ལོངས་གི་མི་འདུག་སྤྱི་འཐུས་གསུམ་ཆ་གཉིས་མ་ལོངས་ན་སྤྱི་འཐུས་ཚོགས་ཐུག་ཡ་ཡོད་མ་རེད་ལབ་ནི། ཨ་ནི་འདི་ནས་ད་སྤྱི་འཐུས་ཚོགས་མ་ཐུག་ཡ་ཆགས་ཡ་གི་རྒྱུ་མཚན་དེ་དེ་འདྲས་ཆགས་ར་བ། དེ་ཆགས་པའི་རྗེས་ལ་ཡ་སྤྱི་འཐུས་ཉི་ཤུ་རྩ་གཅིག། དེ་གི་ནང་ལོ་ནས་སྤྱི་འཐུས་གཅིག་སླེབས་ཡོད་མ་རེད་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་གི་མཚན་ཁོད་སྙན་ཞུ་ནང་ལོ་ལ་མཉམ་ཞུགས་བྱས་ཡོད་མ་རེད། ཡིན་ན་ཡང་འདུས་སྡོད་གི་ཨ་ནི་སྤྱི་འཐུས་བཅུ་དང་ཆོས་རྒྱུད་ཀྱི་སྤྱི་འཐུས་བཅུ་དེ་གའི་དེ་གི་སྤྱི་འཐུས་ཉི་ཤུ་ཐམ་པས་གི་མཚན་ཁོད་སྙན་ཞུ་ཨ་གོང་ས་མཆོག་ལ་ཡ་ཕུལ་བ་རེད་ཨ་ནི། ང་ཚོ་གནས་སྟངས་དེ་འདྲ་བྱུང་སོང་སྤྱི་འཐུས་ཚོགས་ཐུབ་ཀྱི་མི་འདུག་ཚོགས་ཡག་གི་བཞེས་མི་འདུག་ཁྲིམས་དེ། བཅའ་ཁྲིམས་ཀྱི་དགོངས་དོན་གཞི་བཟུང་འགྲོ་ཐུབ་ཀྱི་མི་འདུག་དཀའ་ངལ་དེ་འདྲ་འདུག་ཁྱེད་ཀྱིས་ལམ་སྟོན་གནང་ཞོག་ཁྱེད་ཀྱིས་གང་གསུངས་པ་ཅི་གསུངས་བཀའ་སྒྲུབ་ཁོང་ཚོས་བྱེད་ཀྱི་ཡིན་ཟེར་ལབ་འདི་ཚེ་མགོན་སྙན་ཞུ་ཕུལ་བ་རེད། སྐབས་དེ་དུས་ང་རང་གིས་སྐྱོན་བརྗོད་བྱས་ཡོད་འདི་ཚེ་མགོན་སྙན་ཞུ་ཕུལ་ཡས་འདི་རྩ་བ་གཉིས་ནས་འགྲིག་ཡོད་མ་རེད་གོང་ས་མཆོག་འདི་ནང་ལ་ཡར་དྲུད་ཡས་བསྐྱུར་ནས་ཡོད་མ་རེད། ག་རེད་ཟེར་ན་ཁྱེད་རང་ཚོ་གི་དཀའ་ངལ་སེལ་ཐུབ་གི་མི་འདུག་ན་འདི་ང་ཚོ་མི་མང་ལ་མ་རྩིས་སྤྲད་དགོས་རེད་མི་མང་ལ་མ་རྩིས་སྤྲད་ནས་མི་མང་གི་གཅིག་གི་ད་ལྟ་སྲིད་སྤྱི་གཉིས་ཀྱི་འོས་བླུགས་པ་ནང་བཞིན་བྱས་ནས་མང་མོས་འོས་བསྡུ་བྱས་ནས་འགྲོ་ནས་ཐག་བཅད་བཞག་པ་ཡིན་ན་རྙོག་དྲ་གས་བསྡད་ཡོད་མ་རེད། ཁྲིམས་ཞིབ་པ་གསུམ་དེ། རྫུན་མ་རེད་མ་རེད་ཟེར་ལ་ནི་མི་མང་ལ་ཐག་བཅད་ཞུ། སྤྱད་བཅུག་བཤད་ན་རྙོག་དྲ་དག་རང་གིས་ཐག་གཅོད་ས་རེད་རྒྱ་བ་རིན་པོ་ཆེ་པ་ར་ལ་ག་རེ་བྱས་ནས་དྲུད་ཡོང་ག་ཟེ། རྒྱ་བ་རིན་པོ་ཆེ་པ་ར་ལ་དྲུད་ཡོང་དུས་རྒྱ་བ་རིན་པོ་ཆེ་གི་ཆབ་སྲིད་ཀྱི་འགན་ཡོལ་ཚང་མ་ཞུས་ཚར་ཡིན་ཟེ་གོ་རེད་ཁྱེད་རང་ཚོ་གིས་དེ་འདྲའི་དྲུད་ཡོང་པ་ཡིན་ན་ཨ་ནི་རྒྱ་བ་རིན་པོ་ཆེ་དེས་ཆབ་སྲིད་འགན་ཡོལ་ཞུས་མེད་པ་འདྲ་བོ་ཞིག་ཆགས་ཀྱི་འདུག་ག་ཟེ། གནས་སྟངས་གཅིག་དེ་རེད་ཟེ་རེད་བ། གནས་སྟངས་གཉིས་པ་དེ་ལ་ཡང་ཨ་ནི་ཁྱེད་རང་ཚོ་གིས་ཨ་ནི། དམངས་གཙོ་ཡང་དག་པ་ཅིག་སྒྲུག་གི་ཡིན་ཟེ་གོ་རེད་དམངས་གཙོ་ཡང་དག་པ་སྒྲུག་གི་ཡིན་ཟེ་གི་ཡོད་ན་ཅི་གསུང་དཀའ་སྒྲུབ་མི་གཅིག་གི་འོག་ལ་ཅི་གསུང་དཀའ་སྒྲུབ་བྱེད་ཀྱི་ཡིན་ཟེ་ན་འདི་དམངས་གཙོ་ཡང་དག་པ་ཆགས་ཀྱི་ཡོད་རེད་བས། སྐབས་དེ་དུས་ང་རང་གིས་སྤྱི་འཐུས་རྣམ་པ་འགའ་ཤས་ལ་ཡང་དྲི་བ་དྲི་རྒྱུ་བྱུང་འདི་སྐོར་ལ་རོ། ཁོང་ཚོ་ཁག་ཅིག་གིས་གསུང་ཡག་ལ་བྱས་པ་ཡིན་ན་ང་ཚོས་ད་བོད་པའི་དམངས་གཙོ་འདི་དེ་འདྲའི་འདྲ་ཅིག་རེད། བོད་པའི་དམངས་གཙོ་འདི་བླ་མའི་ལམ་ལུགས་ཀྱི་ལ་འགྲོ་བཞིན་པའི་གི་དམངས་གཙོ་རེད་འདི་ད་ག་རང་རེད་བྱས་ཡག་ཡོད་མ་རེད་ཟེར་ཡག་འདྲ་བོ་ཅིག་བཀའ་མོལ་དེ་འདྲའི་གནང་གི་འདུག་རོ། འོ་དེ་འདྲས་རེད་གང་ལྟར་ཀྱང།

དེ་གི་བཀའ་ལན་ནང་བཞིན་གྱི་ཁོང་ཚོ་གི་མཚན་བཀོད་སྙན་ཞུ་མི་ཉི་ཤུ་གི་མཚན་བཀོད་སྙན་ཞུ་དེ་ལ་ཡང་འགྲིག་གི་འདུག་ཁྱེད་རང་དམ་བཅའ་བཞག་ཞོག་ཟེར་ལབ་ཟིན་བཀའ་མ་གནང་ཡོང་པ་ཡིན་ན། ཁོང་ཚོ་དམ་བཅའ་བཞག་འགྲོ་གི་རུ་བ། ད་ག་རེ་ཆགས་ཀྱི་རེད་ཁོང་ཚོ་ད་ལྟ་ཡང་དེ་ལབ་ཀྱི་འདུག་ང་ཚོ་རྒྱལ་བ་རིན་པོ་ཆེ་གི་བཀའ་ཕེབས་པ་སོང་ཙང་དམ་བཅའ་བཞག་ཡིན་ཟེར་ལབ་ཡ་དེ་ཁོང་ཚོ་གི། དེ་དུས་དེ་འདྲའི་བཀའ་གྱི་ཕེབས་ཡོང་པ་ཡིན་ན་ཁོང་ཚོ་གི་ད་ག་རེ་ཡང་ལབ་ཀྱི་རུ་བ་ང་ཚོ་རྒྱལ་བ་རིན་པོ་ཆེ། བཀའ་ལ་བལྟས་ནས་དམ་བཅའ་བཞག་ཡིན་ཟེར་ལབ་ཡོང་དུས། སྤྱི་ཏི་ཉི་ཤུ་རྩ་གཉིས་དེ་ཚུལ་འཆོས་ཆོས་ལ་ཡང་ཟླ་བ་ཚེ་རིང་གི་འོག་ལ་དམ་བཅའ་བཞག་ནས་འགྲོ་མཁན་དེ་ཀུན་སུ་ནག་པོ་ནག་རྐྱང་ཆགས་ཀྱི་རུ་བ། ཨོ་ཁྱེད་རང་ཚོ་ནག་པོ་རེད་འདུག་བ་ཟེར་ཁྲིམས་ཞིབ་པ་རྫུན་མ་ཙམ་དམ་བཅའ་བཞག་འདུག་ཕ་ཆོས་ཆོས་དེ་ཡག་པོ་རེད་འདུག་བ་ཟེར་རྒྱ་བོར་མི་བྱེད་སྐབས་ཕེབས་པ་སོང་ཙང་ང་དམ་བཅའ་བཞག་འདུག་བ། བྱེད་བྱེད་ལབ་ཀྱི་རུ་བ་དེ་ལབ་ཀྱི་ཡོག་སོང། དེ་མ་ལབ་ཡ་ཆེད་དུ་ཁོང་ཚོས་ལམ་སང་དེ། ཚེ་མགོན་སྙན་ཞུ་དེ་རྩིས་མེད་བཏང་བཞག་རུ་བ།

དང། ཟླ་བ་གཅིག་འགྲོ་ཟླ་བ་གཉིས་འགྲོ་ཟླ་བ་ང་དྲུག་ཅིག་དེ་འགྲོ་གྲོས་ཚོགས་སྐྱོན་དུ་ཚོགས་ཐུག་གོ་མ་རེད་ད་ཐབས་ཤོད་ཐེབས་ཆག་ཅིག་ཡ་ཁོ་རང་ཚོ་འཛོམས་ནི་ནང་མོལ་ཚོགས་འདུ་ཅིག་ཚོགས་འོང་དུས་ད་ཐབས་ཤོད་བབས་ས་ད་ག་རང་ལ་བབས་གོ་རེད་ཡང་རྒྱ་བོར་མི་བྱེད་ལ་སུན་པོ་བཟོ། བཅའ་ཁྲིམས། ལེའུ་དང་པོ་ནང་ལ་ཡ་དེ་གི། དོན་ཚན་གཉིས་པ་ནང་ལ་དེ་སྤྲད་བཞག་ང་ཚོ་ད་རྒྱ་བོར་མི་བྱེད་མ་ཞུས་རང་ཞུས་རེད་ཡ་ཚང་མ་དེ་ག་ལ་འགྲོ་རེད་དེ་འདྲའི་སྒྲུག་གི་ཡོད་ན་སྔན་མ་ཁོ་ཚོ་གི་འགྲོ་སྐྱོད་དེ་ག་རེ་བྱས་ནས་ཚན་ཁུལ་སྙན་ཞུ་དེ་ཡ་འགྲོ་བཅུག་ཡོད་མ་རེད་དགའ་ལྡན་ཕོ་བྲང་གིས་དེ་དྲི་བར་བ།

ངས་ཟེར་གྱི་ཡོད་རེད་བ་ཉམས་པ་སླར་གསོ་འདྲ་བོ་སྦྱིན་པ་ཡིན་ན་ད་ད་ལྟ་སྐད་ཆ་མང་པོ་བཤད་མ་བཤད་ཡོད་མ་རེད། གང་ལྟར་ཀྱང་ཉམས་པ་སླར་གསོ་གི་དྲི་བ་གཙོ་བོ་དེ། གོང་ས་མཆོག་ལ་ཡང་བཀའ་འདྲི་ཞུ་དགོས་དགོས་བ་རེད། གོང་ས་མཆོག་གིས་ཁྱེད་ཀྱིས་ཨ་ནི་འདུ་བྱེད་ནས་མང་སྙན་ཞུ་སླེབས་སོང་སྙན་ཞུ་སླེབས་པ་ལ་བརྟེན་ནས་སྤྱི་འཐུས་གང་ག་ཚོགས་སོང་ད་ད་ལྟ་ཁོང་ཚོས་ཀྱི། གྲོས་ཆོད་ཨང་གསུམ་སོ་དགུ་རྩིས་མེད་ཆགས་ཚར་རེད་ག་རེ་བྱས་ཙང་གོང་ས་མཆོག་སྐབས་ཕེབས་པ་སོང་ཙང་རྩིས་མེད་ཆགས་ཚར་རེད་ཟེར་གྱི་འདུག་དེ་རེད་བས་བྱས་རྗེས་བཀའ་འདྲི་ཞུ་ས་དེ་གོང་ས་མཆོག་རེད། འདི་ཁྱེད་རང་ཚོ་ཉམས་པ་སླར་གསོ་བཀའ་འདྲི་ཞུ་གི་མི་འདུག་ང་ད་ཉམས་པ་སླར་གསོ་སྔས་མ་ང་དང་པོ་ཉམས་པ་སླར་གསོ་ནང་ལ་ཡོད་རེད་བ། དེ་ནས། སྤྱི་འཐུས་ཉི་ཤུ་ཐམ་པ་མདོ་སྟོད་དང་ཆོས་བརྒྱུད་སྤྱི་འཐུས་ཉི་ཤུ་ཐམ་པ་གི་མཚན་བཀོད་སྙན་ཞུ་ཡག་ཕུལ་བ་ནས་བཟུང་སྟེ་ང། ཉོབ་སོ་རེད་བ། ཨ་ནི་དེའི་རྗེས་ལ་མཚན་བཀོད་སྙན་ཞུ་དེ་ལ་རྩིས་མེད་བྱས་མ་སོང། དེ་ནས། སྤྱི་འཐུས་ཞི་བའི་ཞལ་སྔ་གི་ཡ་མཚན་དགུ་བརྙན་ཤོས་ཀྱི་སྤུས་ནི་གྲོས་ཚོགས་དེ་ཡག་ཚོགས་བཟོ་བ་དེ་ནི་ད་ང་འབད་དུ་བ་ར་ཉོབ་ཟོར་བ་ཉམས་པ་བློར་ཚོགས་ཁོ་རང་ནང་ལ་མ་དོན་པ་ཡིན་ད་ཉམས་པའི་བློས་བཟོད་ཀྱི་ལས་འགུལ་སྤེལ་ཡོང་ཡ་ཁོ་ར་བསྡད་མི་འདུག་ང་རང་ང་རང་ཏོག་ནས་བསམ་ཚོད་བྱས་ན་ག་རེ་ལས་འགུལ་སྤེལ་བ་རེད། དམངས་གཙོ་ནི་གང་ག་ཉམས་པ་བླར་ཚོགས་ཀྱི་དམངས་གཙོ་སྲུང་སྐྱོབ་བྱེད་ཀྱི་ཡོད་ཟེར་བ་རེད་དམངས་གཙོ་སྲུང་སྐྱོབ་བྱས་ཡོང་ཡ་མི་འདུག་གཅིག་བསྡུས་ལམ་ལུགས་འོག་ལ་འགྲོ་ཚར་སོང་བླ་མའི་བཀའ་གཅིག་གི་འོག་ལ་ཡ་ཚང་མ་དམ་བཅའ་བཞག་ནས་འགྲོ་བཞག་སོང།

གཅིག་བརྟན་པོ་བྱས་ནས་བསྡད་སོང་ར་བ་ག་རེད་ཟེར་ན་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་འདི་ང་རང་གི་ལྟ་སྟངས་རེད་ད། སྐབས་དེ་དུས་ཀྱི་ཚེ་མགོན་སྙན་ཞུ་དང་པོ། མདོ་སྟོད་དང་ཆོས་རྒྱུད་སྤྱི་འཐུས་ཉི་ཤུ་འདི་གི་ཕུལ་བའི་སྐབས་ལ་མོ་རང་དེ་ནང་ལོགས་ལ་ཡོད་མ་རེད། ཚེ་མགོན་སྙན་ཞུ་ནང་ལ་མོ་རང་ཞུགས་ཡོད་མ་རེད། འདི་ངས་ང་རྣ་བ་འགྲོ་སོང་ང་འདི་རྒྱུ་མཚན་ཆེན་པོ་མཐོང་གི་ཡོད་ར་བ་ག་རེ་ཡིན་ཟེར་ན་མོ་རང་གིས་གོང་ས་མཆོག་ལ་དེ་འདྲའི་གཅིག་བྱས་ནས་དེ་དེ་ནང་ལ་དྲུད་པ་ཡིན་ན་འགྲིག་གི་མི་འདུག་བསམ་ཡག་གི། མོ་རང་གི་ཚོར་བ་དེ་ཡོད་རེད་བ། དེ་སོང་ཙང་དེ་ནང་ལ་མཉམ་ཞུགས་མ་བྱེད་པ་རེད། ཡིན་ན་ཡང་མོ་རང་གི་ཕ་ཇོ་ཕྱོགས་ལ་ཡ། ད་ལྟ། ཟླ་བ་ཚེ་རིང་འོག་ལ་དམ་བཅའ་བཞག་ནས་འགྲོ་ས་དེ་ནང་ལོགས་ལ་མོ་རང་མཉམ་ཞུགས་བྱས་ཡོད་མ་རེད་ག་རེ་ཡིན་ཟེར་ན། དེ་ཡང་བཅའ་ཁྲིམས་ཀྱི་དགོངས་དོན་གཞི་བཟུང་འགྲོ་ཡ་མེད་པ་དེ་མོ་རང་ཧ་གོ་གོ་བ་རེད་བ། དེ་ཡག་པོ་བྱུང་བཞག་ཟེར་དྲན་གོ་རེད། ཡིན་ན་ད་རྗེས་ལ་སྤྱི་འཐུས་བཞི་བོ་ཞེ་ལྔ་གང་ག་གི་དེ་བྱས་ཡོང་དུས་ད་མོ་རང་གཅིག་པོ་གཅིག་པོ་རོགས་དཀར་པོ་དོན་ནི་བསྡད་ཐུབ་གི་མེད་བ་ཆགས་དུས་ཨ་ནི། ཨ་མོ་རང་གིས་ད་དེ་ནང་ལོགས་ལ་མཉམ་ཞུགས་བྱེད་རུ་བ། དེ་འདྲས་རེད་མ་གཏོགས་དང་པོ་མོས་མཉམ་ཞུགས་བྱས་ཡོད་མ་རེད་དེ་ཡང་ངས་ང་རང་གིས་གནད་འགག་འདྲ་བོ་གཅིག་མཐོང་ཟེར་བ། ད་སྐབས་དེ་དུས་དངོས་གནས་མོ་རང་དེ་ཚེ་འཁོན་ཉི་ཤུ་ནང་ལ་མཉམ་ཞུགས་མ་བྱས་དེ་རྒྱུ་མཚན་དེ་ཡིན་མིན་མི་ཤེས་རུ་བ་རྒྱུ་མཚན་དེ་ཡིན་ན་ཡང་ཁོ་ནས་བསམ་བློ་བཏང་ཡ་གཅིག་འདུག་བ། འོ་དེ་འདྲས་རེད། འོ་ད་ད་ལྟའི་གི་ང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་དེ་དེ་འདྲས་འདྲ་བོ་ཅིག་ཆགས་འདུག་ཤག་ཅེས་ཞུ་ཡ་གཅིག་དེ་ཡིན་རུ་བ།

སྐབས་དེ་དུས་ཁོ་རང་མཐའ་གཅིག་ཏུ་ཟངས་མདོག་རིན་པོ་ཆེ་ལ་དགག་པ་རྒྱབ་དགོས་རེད་དེ་འདྲས་མ་རེད་བ། ཁྱེད་རང་གིས་སྔས་མ་བཅའ་ཁྲིམས་ལ་འགྲེལ་བཤད་རྒྱབ་ཟིན་པ་ཡིན་པ། བཅའ་ཁྲིམས་དགོངས་དོན་དེ་མ་རེད་བ་དེ་འདྲས་རེད་བ་ང་ཚོ་སྤིས་ཆོག་གི་ཡོད་རེད་བ། ཁྱེད་རང་གིས་དེ་འདྲས་སྐད་དཀའ་མོ་གནང་ན་འགྲིག་གི་མི་འདུག་བ་ཅེས་ཅེས་ཁ་བརྡོ་དག་རང་ལ་དགག་པ་རྒྱག་དགོས་དགོས་རེད་རྒྱག་མ་སོང་བ། ཁོ་རང་གིས་ས་ཟླ་བ་ཁ་ཤས་རྗེས་ལ་མ་ཤེས་དེ་གི་དགག་པ་གི་ལན་དེ་རྒྱག་མ་སོང་བ། དེ་ཁོ་རང་གི་ནུས་འདོད་ཆེ་ཤོས་གཅིག་རེད་ད། ཁོ་རང་གིས་དགོངས་པ་ཡང་ཞུ་ཡས་ཡོད་མ་རེད་ལ་དགག་པ་ཡང་ཁ་བརྡོ་དག་རང་རྒྱབ་དགོས་དགོས་རེད། ད་ཁོ་རང་གིས་གཅིག་བྱས་ན་ཡང་ཁོ་རང་མགོ་བདེ་པོ་བྱས་ཡོད་སྲིད་པ་རེད་བ། ག་རེ་ཡིན་ཟེར་ན། སྐབས་དེ་དུས་ཉི་མ་གཉིས་གསུམ་བྱས་ནས་འོས་ཤོག་སླེབས་རེ་མགོ་བ་རེད། ཁོ་རང་འོས་ཤོག་ནང་ལོགས་ལ་ཡོད་བ་རེད་སྤྱི་འཐུས་ཀྱི་འོས་ལ་ཡང་རེ་བ་བྱས་ནས་བསྡད་ཡོད་རེད། དེ་བྱས་དུས་ཁོ་རང་གིས་སྤྱི་འཐུས་ཀྱི་འོས་ནང་ལ་ཡང་སླེབས་ཐུབ་གི་མ་རེད་དེ་སོང་ཙང་ཁོ་རང་གིས་དགག་པ་མ་བྱས་རྒྱུ་མཚན་དེ་འདྲས་ཡིན་གྱི་རེད་བ། ང་དེ་འདྲས་འདྲ་བོ་ཞིག་མཐོང་གི་ཡོད་ཡིན་ན་ཡང་བརྟན་པོ་གཅིག་སུ་བསྡད་སོང་ཟེར་ན་ཨ་ཅར་ཡ་ཡེ་ཤེས་ཕུན་ཚོགས་བརྟན་པོ་བྱས་ནས་བསྡད་སོང།

སྤེན་ཚེས་ཀྱིས་དམ་འབུལ་བྱས་པའི་སྐབས་ལ་ཁོ་རང་འགྲོ་མ་སོང། ག་རེ་ཡིན་ཟེར་ན་དམ་འབུལ་དེ་ཁྲིམས་ཞིབ་པ་རྫུན་མ་རྩ་ལ་བྱེད་ཀྱི་ཡོད་སོང་ས་ཁོ་རང་དེ་ངོས་ལེན་མ་བྱས་པ་རེད། ཁོ་རང་ངས་ཏག་ཏག་དྲང་ཚུགས་བརྟན་པོ་ཞིག་གི་ཐོག་ནས་བསྡད་སོང་བསམ་བསམ་གི་ཚོར་བ་དེ་ཡོད་ཡིན་པ་ཡིན། སྤེན་མ་བྱུང་ནས་ཏག་ཏག་བསྡད་མ་སོང་ཟེར་ནས་ཞུ་གི་ཡོད་རེད་བ། དེ་གནས་སྟངས་གཅིག་རེད་རེད་བ། གནས་སྟངས་གཉིས་པ་དེ་ལ་ཡང། སྤེན་པ་ཚེ་རིང་གི་གནས་སྟངས་དེ་རེད་སྤེན་པ་ཚེ་རིང་ཁོ་རང་འདེམས་ཐོན་སྲིད་སྐྱོང་ཆགས་ཚར་བ་རེད། འདེམས་ཐོན་སྲིད་སྐྱོང་ཆགས་ཚར་མཁན་ཚར་མཁན་ལ་ཁོ་རང་དེ། དབང་ཆ་དེ་ཁོ་རང་ལ་སྲིད་སྐྱོང་གི་གོ་སྐབས་དེ་ཁོ་རང་ལ་རག་ཡ་ཡིན་པར་བ་ཁོ་རང་གི་གྲལ་ལ་རྒྱབ་དགོས་ཡ་རྒྱུ་མཚན་ཁྱོན་ནས་ཡོད་མ་རེད། ང་ཁོ་འདྲ་བོ་ཡིན་པ་ཡིན་ན་རྫིག་པོ་བྱས་ནས་བསྡད་ས་རེད་བ་ད་མདོག་བློ་བཟང་སེང་གེ་ལ་ཡ་བཀའ་བཏང་ཡ་ཡོད་བློ་བཟང་སེང་གེ་ཁྱེད་རང་སྐབས་ལ་ཡ་གནས་ཚུལ་དེ་བྱུང་བ་རེད་ད་ཁྲིམས་ཞིབ་པ་གི་ཁྲིམས་ཞིབ་པ་མ་སྤེལ་ཡ་དང་ཨ་ནི་ད་ལྟ་དེ་གས་དེ་ཡ་གླས་ཡ་དེ་གས་དེ་ཁྱེད་རང་གི་སྐབས་ལ་ཡ་གནས་ཚུལ་དེ་བྱུང་བ་རེད། ང་རྩ་བ་ཉིད་ནས་འདི་གི་ཐོག་ལ་ཡང་མོས་མཐུན་མེད་ཁྲིམས་ཞིབ་པ་གཙང་མ་གཅིག་ཡར་སླེབས་ཐུབ་པ་བྱེད་དགོས་ཀྱི་ཡོད་དེ་འདྲས་ཀྱི་མ་སླེབས་བར་དུ་ངས་ཁྱེད་རང་ཚོ་ནས་དབང་ཆ་རྩིས་ལེན་བྱེད་ཀྱི་མེད་ཟེར་ལབ་པ་ཡིན་ན་ད་ད་ལྟ་སྤེན་པ་ཚེ་རིང་གཟི་བརྗིད་ག་ཚོད་ཆགས་ཀྱི་རེད། སྤེན་པ་ཚེ་རིང་ལ་ནི་སྐད་གྲགས་སྐད་གྲགས་བཞག་གི་རོགས་ད། ཁོ་འདི་བྱས་ཡོད་མ་རེད་བ་ཁོ་འདི་མ་བྱས་བ་བྱས་ད་མདོ་འདིའི་ནང་ལོགས་ལ་ངན་པ་ལངས་འབྲས་བྱས། ཁྲིམས་ཞིབ་པ་རྫུན་མ་གསུམ་དེ་ཡག་ཡོང་བཅུག་དེའི་རྩ་ནས་དམ་བཅའ་བཞག་ཚང་མ་བྱས་ནས་འགྲོ་བཞག་རེད་བ། དེ་བཀོལ་གི་ནུས་འདོད་ཆེ་ཤོས་གཅིག་རེད་སྤེན་པ་ཚེ་རིང་གིར་བ། ད་དེ་ནས་བློ་བཟང་སེང་གེ་རེད། ང་བློ་བཟང་སེང་གེ་འདྲ་བོ་ཅིག་ཡིན་པ་ཡིན་ན་རྩིས་རྩ་བ་ཉིད་ནས་སྤྲད་ས་མ་རེད། བཅའ་ཁྲིམས་ཀྱི་ཡིག་ཆ་ཁོ་རང་ནང་ལོག་ལ་ཡ་ཨ་ནི། སྲིད་སྐྱོང་གསར་བ་མ་སླེབས་པ་དུ་ཨ་ནི་དེ་པ་ར་ལ་ཡ་གནས་ཚུལ་དེ་འདྲ་བྱུང་པ་ཡིན་ན་སྲིད་སྐྱོང་རྙིང་པས་གི་ཉར་ཆོག་གོ་རེད། དམ་འབུལ་གཙང་མ་མ་ཞུས་བར་དུ་འདི་ཁོ་གཟིམ་ཡག་གིས་འདི་ལྐོག་ཉི་མ་ཁ་གྲངས་རྫོགས་མ་རྫོགས་ཀྱི་ཁ་གྲངས་ཁེལ་ཡོད་མ་རེད་ཉི་མ་ཁ་གྲངས་རྫོགས་པ་ཡིན་ན་ད་མདོ་གཟིམ་ཡག་གི་ལང་ཀ་དེ་ཡོད་རེད་བཅའ་ཁྲིམས་ནང་ལོག་ལ་རོགས། ཁོ་འདི་གཟིམ་མ་སོང། བཤད་བཅུག་ན་ཁོ་གར་ལག་གི་འདུག་ཟེར་ན་གཅིག་ཁོ་ལ་ཡག་གནོན་ཤུགས་དང་གཅིག་ཞི་བོ་གཅིག་རག་ཡོད་པའི་སྐད་ཆ་བཤད་གི་འདུག་བ་ད་གནོན་ཤུགས་ག་ཚོད་མོ་བ་ག་ཚོད་ཅིག་ཁྱོད་ལ་རག་གི་རེད་ཁྱེད་རང་གི་ལོ་དུས་ལོ་བཅུ་འདི་ནི་ཚང་པ་རེད་ད། ཉི་མ་བཅུ་བཞི་བཅོ་ལྔ་ཟླ་བ་གཅིག་མང་ན་འགོར་ཡོང་རོ། ཁོ། སྤྱི་འཐུས་ཡག་པོ་ཅིག་ཡ་འཚོགས་བཅུག་ཨ་ནི། ཁྲིམས་ཞིབ་པ་གསུམ་དེ་ཡག་པོ་བྱས་ནས་ཡ་བསྐོས་བཅུག་ཡག་མེད་ན། སྤྱི་འཐུས་དེ་གས་དེ་དམ་བཅའ་བཞག་ས་གི་ལང་ཀ་ཅིག་ཡག་པོ་ཅིག་ཡ་བཟོས་བཅུག་རྩ་ཁྲིམས་བསྐྱར་བཅོས་ནང་ལོག་ལ་ག་རེ་བྱེད་དགོས་དགོས་ན་དེ་ཚོ་གང་ཀ་ཅིག་བྱས་བཅུག་ཨ་ནི་སུ་སུ་པ་རྩིས་དེ་གཙང་མ་སྤྲད་འགྲོ་བཞག་ན་འགྲིག་གི་འདུག་བ། ཁོ་ག་རེ་ཁོ་སུའི་སྲས་འགྲོ་གི་རེད་སུ་གཅིག་གི་སྲས་ཀི་མ་རུ་བ།

ངོ་ནས་བྱས་ན་དེ་བྱས་ཡོད་མ་རེད། ཧ་གོ་བཞིན་དུ། བཅའ་ཁྲིམས་ཀྱི་དོན་ཚན་བཞི་བཞི་བྱེད་བདུན་དགོངས་དོན་བཞིན་འགྲོ་ས་མེད་པ་ཧ་གོ་བཞིན་དུ་ད་མདོ་ཁོའི་དམ་བཅའ་བཞག་རེད། དེའི་རྐུབ་ལ་ཡང་གཡམ་རྒྱུག་བྱས་ནས་སྤྱི་འཐུས་ཉི་ཤུ་རྩ་གཉིས་དེའི་རྐུབ་ལ་དམ་བཅའ་བཞག་ནས་འགྲོ་བཞག་རེད། ད་ཚུར་ཤོར་ཆོག་ལ་ཡང་སྤྱི་འཐུས་ཉི་ཤུ་རྩ་གཅིག་དེ་གིས་ཨ་ནི།

ཨོ། དེ་འདྲའི་ཆ་ནས་ད་ད་ལན་གྱི་དེའི་ནང་ལོགས་ཀྱི་ནུས་འབྲུ་བྱེད་མཁན་གྱི་མི་སྣ་དེ་ཚོ་ཆ་བཞག་པ་ཡིན་ན་ཚང་མ་དེ་འདྲས་དེ་འདྲས་ཆགས་བསྡད་བཞག། ང་རང་གི་ངོས་ནས་ད་ལན་དེའི་ནང་ལོགས་ལ་ད་ད་ལན་གྱི་གནས་སྟངས་འདི་ཡག་པོ་ཅིག་རྩ་བ་ཉིད་ནས་འགྲོ་མ་སོང་བསམ་ཡག་ཅིག་ཆགས་བསྡད་ཡོད། དེ་འདྲས་ཡིན་དུས། ད་མ་འོངས་པ་ལ་དེ་གཙང་མ་ཅིག་ཆགས་དགོས་ཀྱི་འདུག་ན། དང་པོ་དེ་ལ། ང་རང་ཚོ་གི་གྲོས་ཆོད་བཞག་བཞག་རྒྱུ་དེ་ག་འདྲས་བྱེད་ཀྱི་ཡིན་པ་འདི་ང་ཚོ་སྐད་ཆ་མ་བཤད་རང་བཤད་རེད། འདི་སྐད་ཆ་མ་བཤད་ན་རེ་བ། མ་འོངས་པ་ལ་ཡང་ང་ཚོ་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས། གཞུང་འབྲེལ་གྱི་གྲོས་ཆོད་གྲོས་འཆར་སྒེར་གྱི་གྲོས་ཆོད་གྲོས་འཆར་མང་པོ་གླེགས་ཀྱི་རེད། གྲོས་ཆོད་བཞག་དགོས་ཡས་དེ་འདྲ་མང་པོ་གླེགས་ཀྱི་རེད་དེ་ཚོ་གང་ག་ལ་ཡང་རིན་ཐང་བརླག་འགྲོ་གི་རེད་འདི་ང་ཚོ་བསམ་བློ་གལ་ཆེན་པོ་བཏང་དགོས་གི་བར་ད།

གསུམ་ཆ་གཉིས་ཀྱི་རྒྱབ་སྐྱོར་ལོང་བ་བྱས་ནས་ཁོ་རྩིས་མེད་ཞིག་བཏང་དགོས་ཀྱི་རེད་མ་གཏོགས་འདིའི་ཕ་སྐད་ལ་ལྷག་བསྡད་ན་ཨ་ནི་ད་ལྟ་གི་ལང་ཀ་དེ་འགྲོ་ས་སྐྱོ་ནས་ཡོག་མ་རེད། ད་ལྟ་གང་ག་འདེམས་ཐོན་ཆགས་བསྡད་དེ་གནས་སྟངས་དེ་རེད་དེ་ཕ་སྐད་ལ་ལྷག་བསྡད་བ་སོང་ཙང་ང་ད་ལྟ་གང་ག་འདེམས་ཐོན་ཆགས་བ་རེད། འདིའི་ཕ་སྐད་ལ་མེད་ན་ད་ལྟ་གང་ག་འདེམས་ཐོན་ཆགས་གི་མ་རེད་གང་ག་ཚད་ལྡན་ཆགས་འགྲོ་གི་རེད། འོ་དེ་འདྲ་རེད་འདི་བྱེད་དུས་བཅའ་ཁྲིམས་སྒྱུར་བཅོས་དེ་ཡིན་གྱི་མིན་གྱི་བཏང་དགོས་ཀྱི་འདུག་བཅའ་ཁྲིམས་སྒྱུར་བཅོས་བཏང་པས་མ་ཚད་བཅའ་ཁྲིམས་ནང་ལོགས་ལས་ཡ་ལེའུ་དང་པོ་དེ་རྦད་ཁོ་རང་རྩར་མེད་བཟོ་དགོས་ཀྱི་འདུག་ད། འོ་འདི་ཞུ་གི་ཡོད་ད། འདི་རྩར་མེད་བཟོས་པ་ཡིན་ན་ཨ་ནི་དེ་གི་འོག་ནས་ལག་པ་འཆང་ས་གི་ལང་ཀ་དེ་འདི་ཁོང་ཚོ་དང་པོ་ལེའུ་དང་པོ་དེ་བཞག་དགོས་ཡ་རྒྱུ་མཚན་ད་གར་བ། ཁ་སང་འདི་གི་ཐོག་ལ་ཡ། ད་ལྟ་བྱོལ་བྱོལ་བསྟན་འཛིན་ལགས་དྲ་གྲོགས་ཁོང་གིས་བགྲོ་གླེང་གནང་འདུག་བ། དེ་རེད་མཐའ་མའི་འཐབ་ཞུགས་ཀྱི་མཚན་རྟགས་གོང་ས་མཆོག་གི་སྐྱོན་ཡོད་རེད་བ་གོང་ས་མཆོག་གིས་འདི་གཟིགས་མེད་པ་རེད་བས་ལ་ཡ་ད་འདི་དྲི་བ་ཆེན་པོ་ཞིག་ཆགས་ཀྱི་འདུག་རེད་བ་ང་རང་ལ་དེ་བསམ་ཚུལ་གླེང་གི་འདུག་ད་ག་ནང་བཞིན་གྱི་ད་ལྟ་འདི་ཁ་སང། ཁོང་ཚོས་སྤྱི་འཐུས་ཡག་ཚོགས་འཐུས་དང་མ་འཐུས་ཀྱི་སྐོར་ལ་ཡང་རྒྱ་བོད་རིན་པོ་ཆེའི་བཀའ་ཡིག་དེ་ཡང་དག་མ་ག་འདྲས་ཅིག་ཡིན་མ་ཡིན་རྒྱ་བོད་རིན་པོ་ཆེ་ཁོང་རང་གི་བཀའ་ཡིག་ཡིན་དང་མེད་ཟེར་བྱོས་རེད་བ་དོགས་པ་གླེང་གི་འདུག་ག་རེ་ཡིན་ཟེར་ན་རྒྱ་བོད་རིན་པོ་ཆེ་གི་ས་ཡིག་དང་ཐིག་རྩེ་འདི་ཚོ་ནི་ད་ཁོང་ཚོས་དགའ་ལྡན་ཕོ་བྲང་འདེད་མཁན་འདི་ཚོ་ག་རེ་བྱེད་བྱེད་འདྲ་བྱེད་རེད་བ། ད་ག་ནང་བཞིན་གྱི་སྐབས་དེ་དུས་ཀྱི་བཅའ་ཁྲིམས་ལེའུ་དང་པོ་དེ་བཞག་པའི་སྐབས་ལ་ཡ། ང་རང་གི་བསམ་ཚུལ་ཡིན་ད་ཏག་ཏག་བསྡད་ཡོད་མེད་མི་ཤེས་ད་འདི་བསམ་ཚུལ་རང་ཡིན་དེ་སྟོར་ལ་ཡ། གཅིག་གི། གར་ཟེར་བ་རེད fact འདི་འདྲའི་གང་ཡང་སྟོན་ཡ་མེད་རེད་བ། ཡིན་པ་ཡིན་ནས། འདི་འདུག་བྱས་ནས་བསམ་བློ་འདྲ་བོ་ཅིག་བཏང་བསྡད་ན་འདི་ལ་ཡ། གཅིག་གི།

དེ་བྱས་ཏེ་ད་ཁོང་ཚོ་གིས་འདི་བརྗེད་ལ་ཡག་འདི་ཡག་འགྲོ་ས་མེད་པ་དེ་ཁོང་ཚོ་ཧ་གོ་གོ་བ་རེད། དེ་བྱས་ཏེ་ཁོང་ཚོ་གིས། གཉེན་པོ་རྒྱ་བོ་ཅིག་བཤད་རྗེས་ད་གང་ལྟར་ཡ་ནས་འདི། ངེད་ཀྱིས་རྫུན་མ་བྱས་ཤག་ཡོད་རེད་དྲན་གོ་རེད་གང་ལྟར་ཀྱང་འདི་ཁོང་ཚོ་གིས་གཡོ་སྒྱུ་ཅིག་འཁྲབ་ནི་ད་ད་ལྟ་ཁོང་ཚོ་གིས་འདི་ཁོང་ཚོ་ལ་བཅའ་ཁྲིམས་ལེའུ་དང་པོ་འདི་མེད་དུ་མི་རུང་བ་ཆགས་རེད། ད་བཅའ་ཁྲིམས་ལེའུ་དང་པོ་གི་བྲོ་བ་འདི་ད་རིང་དངོས་སུ་ང་རང་ཚོ་ལ་མྱངས་རེད་ད་བཙན་བྱོལ་སྤྱི་ཚོགས་ནང་ལ་རྣམ་པ་ཚོ་འདི་མཁྱེན་གོ་གོ་རེད། ད་ལན་ང་རང་ཚོ་གོང་ས་མཆོག་ལ་མཚན་སྐུལ་སྙན་ཞུ་ཐེངས་མ་གཉིས་བཏང་སོང་དང་པོ་སྤྱི་འཐུས་ཉི་ཤུ་ཐམ་པ། གཉིས་པ་དེ་ལ་ཡང་སྤྱི་འཐུས་བཞི་བཅུ་ཞེ་ལྔ་ཚང་མ་གིས་བཏང་ཡ་དེ། བཅའ་ཁྲིམས་ལེའུ་དང་པོ་གི་འོག་ནས་ཁོང་ཚོས་སྙན་ཞུ་དེ་བཏང་གི་ཡོད་རེད་ད་གོང་ས་མཆོག་ལ་འདི་ང་ཚོ་མི་མང་གིས་མཁྱེན་དགོས་རེད་གལ་ཆེ་ཤོས་རེད། གལ་ཆེན་པོ་ཞེ་བོ་ཞིག་ཆགས་དགོས་རེད། བཅའ་ཁྲིམས་ལེའུ་དང་པོ་དེ་ད་ལྟ་མེད་པ་ཡིན་ན་ཁོང་ཚོས་གིས་འདི་མཚན་སྐུལ་སྙན་ཞུ་ཡག་བཏང་ཡ་གི་ལང་ཀ་དེ་སླེབས་གི་མ་རེད། ང་ཚོ་གོང་ས་མཆོག་གི་ཉིས་སྟོང་བཅུ་གཅིག་ནས་ཨ་ནི་ཆབ་སྲིད་སྐུ་དབང་གང་ག་བློས་བཏང་ཚར་ཡིན་ལགས་གོ་རེད། རྒྱ་མི་གིས་མ་རེད་བློས་བཏང་ཡོད་མ་རེད། ཨ་ནི་རྒྱ་བོ་རིན་པོ་ཆེ་གིས་རྒྱབ་ལོག་ནས་འདི་བྱེད་གི་འོ་རེད་ཆབ་སྲིད་སྐུ་དབང་བློས་བཏང་ཡོད་མ་རེད་ཟེར་ནས་སྐྱོན་བརྗོད་བྱེད་གི་འོ་རེད་ད་འདི་སྐྱོན་བརྗོད་བྱེད་ས་འདྲ་བོ་གཅིག་ད་ལན་ང་རང་ཚོ་གིས་བཟོས་སོང། ང་རང་ཚོ་གིས་ཚེ་མགོན་སྙན་ཞུ་དེ་ཕུལ་སོང་ང། འོ་དེ་རེད་ད་ང་རང་ཚོ་གི་དོ་རྫོགས་ས་གང་ག་འདི་ནས་དོ་རྫོགས་ད། འདི་ལང་ཀ་འདི་ག་རེད་ཟེར་ན་ཁོང་ཚོ་འདི་ལྐོག་ཟ་རུལ་སོང་བྱེད་མཁན་གོ་སྒྲིག་འདི་ཚོ་གི་ཁོང་ཚོ་ལ་ལང་ཀ་འདི་འདི་འདྲས་ཅིག་སྒུག་གོ་རེད་བཙན་བྱོལ་སྤྱི་ཚོགས་ནང་ལ་རྙོག་དྲ་འདི་འདྲས་ཅིག་བྱུང་པ་དང་ཨ་ནི་གོང་ས་མཆོག་ལག་པ་ཕྱི་ས་གི་ལང་ཀ་ཅིག་ཁོང་ཚོ་བཟོ་དགོས་གོ་རེད་དེ་སོང་ཙང་བཅའ་ཁྲིམས་ལེའུ་དང་པོ་འདི་ཡག་སྐད་བཤད་ར་མ་གཏོགས་བཅའ་ཁྲིམས་ལེའུ་དང་པོ་འདི་འགའ་དྲངས་ནས་ཁོང་ཚོ་གོང་ས་མཆོག་ལ་ཡ་ཨ་ནི་གཅིག་གི་སྐུ་དབང་རང་ཆས་སུ་སྤྲད་རྒྱོ་མ་རེད་ད། དེ་ཁོང་ཚོའི་ལག་པ་ཕྱེ་ས་ཅིག་གི་ཆེད་དུ་གོང་ས་མཆོག་བེད་སྤྱོད་བཏང་རེད་དེ། ཧ་གོ་སོང་ང་དེ་དེ་རེད་དེ་ང་ཚོ་མི་མང་གི་མཁྱེན་གོ་རེད་ད་ཁོང་ཚོ་གོང་ས་མཆོག་ལ་ཡང་དད་པ་དང་སྣང་ཆེ་དྲག་དགའ་དྲག་ཅིག་བརྩི་བཀུར་ཆེ་དྲག་ནི་བཅའ་ཁྲིམས་ལེའུ་དང་པོ་ནང་ལོ་གོང་ས་མཆོག་ལ་སྐུ་དབང་སྒེར་བཅས་སུ་ཡོད་པ་དེ་སྤྲད་ཀྱོག་མ་རེད་དྲན་གོ་རེད་ཁོང་ཚོ་ལག་པ་འཆང་ས་གི་ཅིག་ལང་ཀ་ཅིག་སྒུག་གི་ཡོག་སོང་ཙང་ང་དེ། ཁོང་ཚོ་སྐབས་དེ་དུས་བཟང་གཏོང་རྩོད་པའི་གི་ཁོང་ཚོ་གི་བྱེད་དགོས་ཡ་རྒྱུ་མཚན་དེ་དེ་རེད་དེ་ང་ཚོ་མི་མང་ཚོ་མཁྱེན་གོ་ད་ལན་ང་ཚོ་དངོས་སུ་ལ་དེ་སྤྱི་ཚོགས་ནང་ལ་ཉམས་མྱོང་དེ་བྱུང་གོ་རེད་ད། ད་ལྟ་གང་གཱ་བདམས་ཐོན་སྲིད་སྐྱོང་ཆགས་བསྡད་དགོས་ཡ་དེ། བཅའ་ཁྲིམས་གཞི་བཟུང་འགྲོ་ཡ་མེད་པ་ག་རེད་ཟེར་ན་བཅའ་ཁྲིམས་གཞི་བཟུང་འགྲོ་ཡ་མེད་པ་དེ་ཁྲིམས་ཞིབ་པ་རྫུན་མ་ཆགས་བསྡད་ཡོད་རེད་བཅའ་ཁྲིམས་གཞི་བཟུང་འགྲོ་ཡ་མ་ཁྲིམས་ཞིབ་པ་རྫུན་མ་གར་ཅན་ཆགས་བསྡད་རེད་གྲོས་ཆོད་ཨང་སུམ་ཅུ་སོ་དགུ་པ་གླས་བསྡད་ཡོད་རེད་གྲོས་ཆོད་ཨང་སུམ་ཅུ་སོ་དགུ་གི་བརྒྱུད་ནས་ཁྲིམས་ཞིབ་པ་སྤིས་ཚར་རེད། ཁྲིམས་ཞིབ་པ་ཡོད་མ་རེད་ཁྲིམས་ཞིབ་པ་མེད་པའི་ས་ཆ་ལ་ཡ་ཁྲིམས་ཞིབ་པ་དེ་རང་ཅག་ཡག་ཀོ་ཀོ་བཙན་བཟུང་བྱས་ནས་ཡག་གླས་འོང་དུས་ཁོ་རྫུན་མ་ཆགས་རེད།

ཕྱག་ལས་གནང་གི་ཡོག་མ་རེད་ཟེར་ལབ་ལབ་ཐུག་མི་འདུག་གོང་ས་མཆོག་གི་མཚན་ཐོག་ནས་མ་བཀའ་སླེབས་ཡོང་རོགས་ད། འོ་གནས་སྟངས་དེ་འདྲ་ཆགས་དུས་འདི་ང་ཚོ་མི་མང་ཚོ་ངེས་པར་དུ་མཁྱེན་དགོས་རེད་ད། འོ་དེ་འདྲ་རེད་བྱས་ཙང་ཀ། ད་ལན་ཡིན་གཅིག་མིན་གཅིག་བཅའ་ཁྲིམས་བསྐྱར་བཅོས་འགྲོ་དགོས་ཀྱི་རེད་བཅའ་ཁྲིམས་བསྐྱར་བཅོས་འགྲོ་བས་མ་ཚད་བཅའ་ཁྲིམས་ནང་ལོག་གི་ལེའུ་དང་པོ་དེ་ཚང་མ་བཏོན་དགོས་ཀྱི་རེད། ད་ག་ནང་བཞིན་གྱི་གྲོས་ཆོད་ཨང་གསུམ་བཟོ་དགོས་དེ་ཡང་སྤྱི་འཐུས་ལྷན་ཚོགས་ཀྱིས་གསུམ་ཆ་གཉིས་ཀྱིས་བཞག་པ་སོང་ཙང་ཀ་དེ་གཙང་མ་བཟོ་དགོས་རེད་གསུམ་ཆ་གཉིས་ཀྱི་ཐོག་ནས། མེད་ན་རོ། འདི་གྲོས་ཆོད་འདི་བརྩི་གི་ཡོད་ན་དྭངས་མ་བྱས་ལ་བརྩི་གི་ཡོད་ན་ཁྲིམས་ཞིབ་པ་འདི་གས་འདི་ཡག་ཡོང་ཡག་གོ་ར་ཡོད་མ་རེད། དེ་སྔ། སྲིད་སྐྱོང་དང་སྤྱི་འཐུས་འདི་གས་འདི་ཚོ་གི་ཨ་ནི་དམ་འབུལ་བྱ་བཞིན་ཡོད་དམ་འབུལ་འདི་ཚོ་གང་ག་ཏག་ཏག་བསྡད་ཡོད་མ་རེད་དམ་འབུལ་འདི་ཚོ་གང་ག་སྒོ་ནས་ཞུས་གོ་རེད། ཁྲིམས་ཞིབ་པ་གསར་བ་སྒོ་ནས་ཡག་སླེབས་གོ་རེད། གནས་སྟངས་དེ་འདྲས་རེད་ད་ང་ཚོའི་སྤྱི་ཚོགས་གནས་སྟངས་དེ་འདྲས་ཆགས་སྡོད་རེད།